ཨོ་བཀྲ་ཤིས་བདེ་ལེགས། ཨ་ནེ་ད་ང་ཚོ་དྲ་ཚིགས་འདིའི་ནང་ཡིག་སྒྱུར་གང་ཞུས་བ་རྣམས་ང་ཚོས་བདམས་བཟོ་དང་ཡིག་སྒྱུར་དྲན་པ་ཉིད་ཀྱི་ནང་ནས་ཁ་སྣོན་བྱེད་སྟངས་གི་མཚམས་ནས་ངོ་སྤྲོད་རྩིས་བྱེད་ཀྱི་ཡིན། ཨ་ནེ་ཐོག་མར་ད་འདི་ལས་གཞི་དོ་དམ་ཟེར་བ་དེ་ནང་འགྲོ་དགོས་རེད་དེ་ནས་ང་ཚོ་གི་གཉིས་མེད་འདོགས་ཟེར་བ་ད་ང་ཚོའི་ལས་གཞི་དེ་དངོས་སུ་ཡིག་སྒྱུར་བྱེད་པ་དེ་རེད། དེ་ནས་སྒྲིག་འགོ་ཟེར་བ་དེའི་ནང་འགྲོ་དགོས། དེའི་ནང་ཉིད་ད་ང་ཚོ་གི་ཡིག་སྒྱུར་དྲན་པ་ཟེར་བ་དེ་ལ་བརྟག་དཔྱད་ཅིག་བྱེད་དགོས་པ་རེད། དེས་ན་ང་ཚོ་ཁོ་རང་གི་བྱེད་ནུས་དེ་སྒོ་ཕྱེ་འདུག་དེ་ནི་ཁར་ནང་གི་ཕྱོགས་ཡག་གི་རྟགས་དེ་རྒྱབ་འདོགས་འདི་རེད་དེ་ནི་ནང་ལ་སྟོང་པ་རེད་ལེགས་པོ་རེད་འདུག་ཨ་ཐར་ཉིན་འདིའི་མཚམས་ཉིད་དེ་རེད། ད་ང་ཚོས་གདམ་རྫོགས་ཀྱི་སྒོ་ང་གཅིག་སྣོན་དགོས་པ་རེད་གདམ་རྫོགས་མེད་ན་ཁོ་རང་གི་བྱེད་ནུས་དེ་འདི་ནས་སྒོ་ཕྱེ་བཞག་འདུག་འོན་དེ་ལ་རྟགས་རྒྱག་ཉན་གི་ཡོད་མ་རེད་རྟགས་རྒྱག་པ་ཡིན་ན་ང་ཚོ་གི་འདིའི་ནང་ལ་ཁར་ནང་གི་ཕྱོགས་མེད་ཟེར་གི་རེད་སྔོན་མ་གང་ཡོད་པ་དེ་བེད་སྤྱོང་དང་ཆོག་གི་ཡོད་ཟེར་ཡིན་ན་ཡང་ང་ཚོ་དེ་སྔོན་མ་ཡོད་མ་རེད་སྟོང་པ་རེད་བ་འདི་ལེགས་པོ་རེད་འོ་དེ་ནི་འགྲིག་སོང་བ་རེད་དེ་ནི་ད་ང་ཚོ་གི་འདིའི་ནང་ནས་ད་ཉིན་མོའི་འགྲོ་འོས་ཟེར་ཏེ་འདི་སྒོ་ང་འགྲོ་དགོས་ཀྱི་ཡོད་རེད། འདིར་བསྒྱུར་བྱ་དངོས་སུ་འོ་དེ་རེད་ད་འདིར་ང་ཚོ་འདི་ཚོ་ཚང་མ་བསྒྱུར་ཡོད་རེད་ཡིན་ན་ཡང་གཏན་འཁེལ་བྱས་ཡོད་མ་རེད་ད་ང་ཚོ་གི་གཏན་འཁེལ་གྲུབ་སོང་བ་ཡིན་ན་འོ་དེ་འདིར་བདམས་ཚོ་ད་དུས་ཚོད་ནང་ལ་སྣོན་དགོས་ཀྱི་རེད་ཐོག་མར་ང་ཚོ་འདི་ཡིག་རྒྱུགས་དྲ་འབག་ནང་ག་འདྲ་ཚིག་ཅིག་ནས་སྣོན་དགོས་ཀྱི་རེད་ལབ་ན་དེའི་སྒང་ལ་ཅིག་སྣོན་སོང་ཡིན་ན་ཨ་ནི་འདི་གཏན་འཁེལ་བྱས་བཞག་རེད་དེ་ནས་ཁོ་རང་ཐད་ཀར་ཡིག་རྒྱུགས་དྲ་འབག་ནང་འཛུལ་འགྲོ་གི་རེད་ད་འདི་གཏན་འཁེལ་བྱས་བཞག་དེ་འདི་ཁོ་རང་ཐད་ཀར་འོག་མ་འོག་མ་ནང་འགྲོ་བཞག་གི་འདུག་སྟེ་ང་ཚོ་གི་འདི་འདི་རྟགས་སུམ་བརྒྱ་སོའང་འདི་སྣང་བར། འོ་དེ་འདྲ་ཡིན་དུས་ན། སྣ་ཚོགས་ཀྱི་ཡིག་བརྒྱུད་དྲན་པ་ནང་སྣེབས་སོ། ད་འདི་ཡིག་བརྒྱུད་དྲན་པ་ནང་ང་འདུག། ཡིག་བརྒྱུད་དྲན་པ་ནང་ལ་འདུག། འོ། འདིའི་བར་དུ་རེད་འདུག་ཨ། འོ་འདི། དེར། ད་ང་ཚོ། བདག་འཛོམས་ལ་ག་འདྲ་ཚུལ་གྱིས་ནི་སྣོན་དགོས་ཀྱི་རེད་ལབ་པ་ཡིན་ན་འདི་དང་འདི། དེ་རྗེས། འདི་གང་ལ་ཅིག་སྣོན་དགོས་ཀྱི་རེད། འདི་གང་ལ་ཅིག་སྣོན། ད་ནི་ད་ང་ཚོ་གི་མ་བྱུས་དེ་འདི་རེད་དེ་ཁོ་རང་འདན་སྟག་འདྲ་བོ་ཅིག་རྒྱབ་བཞག་ན་ན་དེ་ཁོ་རང་འདི་རང་དགར་གི་ནང་ལ་སླེབས་དགོས་རེད་དེ་ཀ་བ་སྣེན་དགོས་དུས་འདི་ནི་ཁྲི་སྦི་ཟེར་གི་འདུག་ཨ་འོ་དེ་ནང་འདི་འདི་ནང་ལ་སྣོན་འགྲོ་དགོས་རེད་དེ་ནི་ཨོག་མ་འདེད་ལ་ཅིག་སྣེན་ན་འོ་དེ་འགྲིག་སོང་དེ་ག་ནང་བཞིན་གི་ད་ང་ཚོ་གི་ཨ་འདི་འདེམས་དགོས་གི་འདུག་ཨ་འདི་འདྲ་ཅིག་ཉིག་ཅིག་འདེམས་ཨ་ནི་འདི་སླེབས་སོང་དེ་ནི་འདི་ཁོ་རང་ཅིག་འདན་སྟག་བྱོན་ན་ཁོ་རང་རང་བཞིན་གྱི་སླེབས་ཡོང་གི་འདུག་འདི་འདྲ་ཅིག། འོན་ཏེ་སྒྲ་ཆེ། དེ་ནི་ཡང་སྤྱིར། དེ་བདམས་ཚོ་ནི་ང་སྣོད་འགྲོ་གི་དོ། འོན་ཏེ་འདྲ་རེད་དེ་ནི་ཚང་མ་འགྲོ་སྟངས་གཅིག་པ་རེད་དེ་འདྲ་ཡིན་ད་འདི་གི་སྒང་ལ་བརྟག་བྱ་དེ། ད་འདི་ཚོ་ཚང་མ། འདི་ཚང་མས་འདི་ལྗང་ཁུ་ནང་གི་དེ་ཡིག་རྒྱུ་དྲན་པ་ན་ང་ཁྱེད་རང་ལ་འདི་འདྲ་འོ་ཅིག་འདུག་ཨ་ནི་འོག་དེ་ང་ཚོ་ཁྲིད་པའི་ཟེར་བ་དེ་བདམས་ཚོ་ཟེར་བ་དེའི་ནང་ལ་སླེབས་བསྡད་ཀྱི་ཡོད་རེད་ད་ཁོ་རང་གི་དང་པོ་གཉིས་པ་གཉིས་སླེབས་བསྡད་ཀྱི་འདུག་འོ་དེ་འདྲ་གཅིག་རེད། འདི་ག་ནོར་ཅན་གྱི་རྟ་འདི་ཁྱེད་རང་གི་འདི་ག་རེ་འཕེན་གི་རེད་ཟེར་ན་ཡིག་རྒྱུ་འདི་འདྲ་བ་མང་པོ་ཚོས་ཅི་ཤ་བ་ཡིན་ན་ནི་མང་བ་ཁྱེད་རང་གི་འདི་ཚོ་ཚང་མ་ཡིག་རྒྱུ་དྲན་པ་དང་བདག་ཚོ་ཚང་མ་ཁྱེད་རང་གི་ཡིག་རྒྱུར་བྱེད་པའི་སྐབས་སུ་ནོར་འཇུག་ཅིག་བཟང་བ་ཡིན་ན་ཁྱེད་རང་གི་རྒྱུར་དུ་བསྒྱུར་དུས་ན་ཡི་གེ་མཚུངས་བ་དེ་ཚོ་ཚང་མ་ཁྱེད་རང་ལ་དྲན་གསོ་གཏོང་ཡོང་དགོས་འོ་འདི་གཉིས་མཚུངས་གི་འདུག་ད་འདི་འདྲ་ཚོ་བསྒྱུར་འདུག་ད་ཟེར་སྔ་མ་འདི་འདྲ་ཚོ་བསྒྱུར་འདུག་ཟེར་ནས་ད་ཁྱེད་རང་གི་བརྡ་ཆད་ཅིག་ཅར་ད་ཨ་ནི།